ཡར་རྒྱུགས་ལས་ཚང་མ་ལ་དེ་ནས་ང་རྒྱུད་ཚོད་བློ་བཟང་བསྟན་འཛིན་དེ་ནས་ངེད་ཅག་ཨི་ཀ་ཡང་སྐྱ་ཕེབས་པ་མ་ཐུགས་རྗེ་ཆེ་ཞུ་ཡིན་དེ་ནས་དེ་རིང་དེ་ནས་ང་དེ་ནས་ཆོལ་མེ་ཧ་ལ་ནས་ང་དང་ཨི་ཏཱ་ནི་ཏཱ་ཉི་མ་སྤྱི་ཡི་ནང་ཁུལ་ལ་དེ་ནས་ང་དང་དེ་ནས་བྱེད་སྒོ་རྣམ་གཞག་ཁག་ཆེ་ཤོག་ཅིག་དེ་ནས་ང་དང་ཆོལ་མེ་ཕུལ་ཆགས་པོ་ཡིན་ནོ་དེ་ནས་དེའི་སྐོར་ལ་དེ་ནས་ང་ཉུང་ཅིག་ཞུ་ཡིན་དེ་ནས་ཆོལ་མེ་འགའ་ཟུག་ག་ཕུལ་དགོས་ཟེར་ནོག་ཕུལ་དེ་ནས་མོ་ལམ་ཅི་ལྟ་དགོས་ཟེར་ནོག་དེ་ནས་ཕན་ཐོག་ཅི་ཡོད་ཀྱང། དེ་དང་མཐུན་པའི་དེ་ནས་སྔར་དེ་ནས་སྟོན་མ་ཤཱ་ཀྱ་ཐུབ་པ་དེར་འཇིག་རྟེན་དུ་བཞུགས་པའི་གནས་སྐབས་ན་མཛད་པ་སྟོན་པའི་གནས་སྐབས་ན་དེ་ནས་དེ་ནས་བུ་མོ་གཅིག་གིས་དེ་ནས་གཉེན་ད་ལོ་རྒྱུ་རྣམ་ཐར་དེ་མོ་གཅིག་ཡོད་ཀྱ་དེ་འབྲེལ་ཏེ་དེ་ནས་ང་ཆོན་མའི་སྐོར་ལ་ཉུང་ཅིག་ཞུན་དེ་ནས་ཚང་མ་དེ་ནས་འཇུག་ཚུགས་པ་ལྟ་མཛད་ཡ་རྒྱུ་ལས། ཡ་དེ་ནས་ད་དུས་ཚོད་པོ་དེ་ནས་མང་པོ་ཞིག་མ་བཀག་པ་ཙམ་ཞིག་དེ་ནས་མགྱོགས་པ་ཞུ་བྱ་ཞིག་དེ་ནས་ངར་བཙོན་འགྲོ་བཙུན་དེ་ནས་ད་དེ་ནས་དེ་རིང་དེ་ནས་ངས་དེ་ནས་ཡང། ད་ང་ད་ཆོས་མེད་ཕུལ་བྱ་ཧ་ལ་ལས། དེ་ནས་ཙེས་ངར་ལ་དེ་ནས་ང་ཟི་ཡོན་ཆ་ཕུལ་བཟོས་སྐོར་ལ་དེ་ནས་ང་ཟི་ཉེ་ཆ་བཞུས་སྤིན། དེ་གལ་ཏེ་ཉེ་ཆ་བཞུ་ཉེ་ཆ་དེ་ཡང་སྐོར་ལ་དེ་ནས་ཡང་མ་མཁྱེན་པ་ཡོད་འགྲོ་དེ་ནས་ཉེ་ཆ་ཨིན་བརྙན་ཐུང་པོ་མ་མཐོང་བ་ཡོད་ན་དེ་ནས་ངའི Description ནང་གོ་བ་དེ་ནས་ངའི་བརྙན་ཐུང་པོ་ཨིན Link པོ་ཏན་ཏན་པོ་རིན་དེ་ནས་ཉེ་ཆ་ཨིག་གི Description ཕྱོགས་ནས་དེ་ནས་ལྟས་ཐུན་དེ་དེ་ནས་ཉེ་ཆ་ཡང།

ལུས་རྒྱུ་དུ་བཞིན་དེ་ནས་དེ་སྟེང་ན་དེ་ནས་ཉེ་བཞག་དེ་ནས་ཆུར་མེ་ཕུལ་བཙོ་དང་དེ་ནས་དེ་ནས་ད་ཕ་ཉོ་ནི་སོགས་ལ་བཞིན། ད་སྒོ་མ་དེ་ནས་ད་ང་ད་ད་ན་སྔ་མོ་ཅིག་ད་ན་སྔ་མོ་ད་སྟོན་མ་ཤཱ་ཀྱ་ཐུབ་པ་དེ་ནས་འཇིག་རྟེན་དུ་དེ་ནས་བཞུགས་པའི་སྐབས་ལ་ཧ་ལ་ལས་ད་མཛད་པ་སྟན་དང་སྟན་བཞེངས་པའི་སྐབས་ལ་ནི་ཡོད་ཟེར་ག་ནས་དེ་ནས་ཡུལ་ཅིག་ཡོད་ཀྱང་ཧ་ལ་ལས།

ཉིན་འགའ་མོ་ཟེར་རེ་བུ་མེད་ཁེར་ཁ་འཛུགས་དེ་ནི་ཁོང་དེ་ནི་ཉལ་བ་ཅན་ཅིག་དང། དེ་ནང་ནས་རིག་པ་དེ་ནི། ཅི་ཟེར་ནོ་རིག་སྨན་པ། རིག་སྨན་པ་ཅིག་ཡིན་ཀྱ་དེ་ནི་ཟེར་ད། སྔར་ན་དེ་ནའང་རྒྱ་གར་རི་ནང་གོ་དེ་ནི་ང་ད་རིག་སྔན་དང་ད་རིག་སྨན་པ་ཟེར་རེ་དེ་ཚོགས་ལ་ཡང་བར་མཐོང་ཆུང་བྱོས་ཀྱ་དང་དེ་ཚོགས་མང་མོ་ཡོད་དེ་མ་ཧ་ལ་སྔ་ན

ཧ་ལ་ལས། ད་ང་ཅི་བར་ན་མ་བར་ན་ང། དེ་ནས་ད་དཀོན་མཆོག་ལ་དེ་ནས་ཆོས་དཔེག་དེ་ནས་ཏན་ཏན་ཕུལ་ཡིན་བསམ་ཟེར་དེ་ནས་ཁོང་ད། བཞག་ཤིག་དེ་ནས་ཁོང་དེ་ནས་ད། ང་ཏོག་ང་གཙང་ཟེར་གཙང་ཟེར་བེ་ནས་གཙང་ཟེར་དེ་ནས་ཕི་ཏོག་ཚུགས་པ། བེ་ནས་ཉུང་ཅིག་ཐོབ་ག་འཛུགས་ད་ཁོ་ན་ཧ་ལ་ལས་ད་ང་ད་གཙང་ཟེར་བེ་ནས་ཐོབ་བ་ང་བ། ད་བེ་ནས་ཉུང་ཅིག་ཐོབ་པ་སང་ཏེའོ་ལ་དེ་ནས་ཁོང་དེ་ནས་མར་ཉོ་བ། སྐྱེ་རྒ་མཚོ་ཁོང་དང། ཕྱི་ལོ་ཉིན་དགའ་མོ་ཟེར་ག་ནས་བུ་མོ། དེ་ནས་ཁོང་མཆོད་མེ་དང་མར་མཆོད་མེ་ཕུ་ལ་ལ་ང་དང་མར་གོ་ས་ནོ་ཁ་ལ་ལེ་དང་མར་གོ་ས་བ་སང་དེ་ནས་དང་ཁོང་མར་ཉོ་ཅ་ཙ་ནོ་ཁོང་པེ་ནས་ད་པ་སྐམ་ཅིག་ཉུང་ཅིག་མ་ནས་མེད་རྒྱ་མཚོ་དང་མར་ཅིག་ཐོབ་ན་མར་ཉུང་ཅིག་མ་ནས་ཐོབ་ཅ་ཞིག་ཁོང་པེ་ནས་ཁོ་རང་མེད་པ་ནོ་ཁ་ལ་ལེ་དེ་ནས་ཁོང་ཟེར་རྒྱ་དང་ཨི་ཡོ་ལ་དེ་ནས་ད། ཆོལ་མེད་ཕུལ་བྱ་ཞེས་ཕེ་ཨ་དེ་ནས་ང་དེ་ནས་མ་རེ་ཉུང་ངུ་ཅིག་དང་ང་ཨི་ཟ་མ་ནི་ང་ན་པེ་ནེ་མེ་ཨེ་ཚི་ཁྱ་ད་དེ་ནས་ད་ཨ་ཚོང་སྤང་ད་ཚོང་ཚོང་སྤོན་པོ་དེ་ནས་ད་ཁོ་རང་ཡང་མི་ད་སེམས་བཟང་ཅིག་དང་རྒྱ་ལི་ཡོད་རེད་གན་རྒྱ་དེ་ནས་ཁོང

ང་སྟོང་ཕྲག་འབུམ་ཕྲག་ཅིག་ཕུལ་ཡིན་བསམ་ཤག་དེ་ནི་བསམ་པ་མ་ཟད་དེ་ནི་ཁོང་གིས་ད་ཚེ་འདི་ལ་ད་ང་པ་ཉལ་བ་ཅན་ཅིག་དང། དེ་ནས་སུ་ལའང་ད་གཞན་ལ་ཕན་ཐོགས་ཆ་ད་བོར་ད་ང་མ་ནི་གཞན་ལ་ཅིག་ལམ་རྒྱ་ལ་སྟན་བཅའ་ཟེར་རང་ད་ཁོང་ཡ་ཏོ་ཅོ་བཅའ་ཟེར་རང་དེ་ཚོ་བསམ་པ་ནི་ཁག་པོ་ད་ཁོང་རང་ཉལ་བ་ཅན་ཅིག

ཉོན་མོངས་པའི་སྡུག་བསྔལ་ཚང་མ་ཞི་བྱ། འདོད་ཆགས་བཞི་དང་གཏི་མུག་པོ་ར་བཟློག་པར་གྱུར་བྱ། དེ་ནས་དེའི་ཆོས་མེ་དེ་གི་མུ་ནང་བའི་མུན་པ་སལ་བ་ནང་བཞིན་འཛིན་ན་ད་ཨ་ད་ནག་དྲུ་མི་ད་ནི་མུན་ཏེ་དེ་ནས་ད་དེའུ་སལ་ཏེ་དེ་ནས་སིང་སིང་བྱོས་ཟེ་ང་ད་ལམ་མཐོང་གྱུར་བྱ་བཙོག་ལ་དེ་ནས་ང་དེ་ནས་ད། སྡུག་བསྔལ་དང་ཉོན་མོངས་པའི་མུན་པ་སེལ་ཏེ། སངས་རྒྱས་ཀྱི་གོ་འཕང་ཐོབ་བྱ་དང་ཐར་པའི་གོ་འཕང་ཐོབ་བྱ་ལ་དེ་ནི་ང་དང་སྨོན་ལམ་ལྟ་བུར་སོང་ངོ། གཙོ་བོ་ང་དང་གཅིག་པོ་མིན་པ་དེ་ནི་ང་དང་ང་དང་ངར་རྩོད་པས། དེ་ནས་ད་སེམས་ཅན་ཙམ་ཞིག་དེ་ནི་ང་རང་ཚོ་ལ་དུ་བ་སྡུག་བསྔལ་ཉོ་སྡུག་ག་ནི་འདོད་ཆགས་བཞི་དང་དེ་མུན་ནོ་གོ། དེ་ནས་ལུས་སྐལ་ང་བཞི་ཙམ་ཡོད་འགྲོ་དེ་ནི་ང་བཞི་ཚང་མ་དེ་ནི།

ད་ཆོས་མེད་པོ་ནི་ཕན་ཏོག་ཅི་ཡོད་རྒྱག་ཟེར་ན་དང། ཕན་ཏོག་གཙོ་བོ་ཅི་ཡོད་རྒྱག་ཟེར་ན་དང་དག་ས་དེ་ནི་ནམ་ཐར་རེ་ཆོག་མེར་སྲིད་ན་དེ་ནི་ང་དང་ཆོས་མེད་ཡི་གཙོ་ཞིག་བུ་རི་མོ་ལམ་ཅིག་བཏབ་ན་དེ་ནི་ང་དང་ཡང་མོ་ལམ་བཟང་པོ་བསྒྲུབ་བྱ་དེ་སྣ་ཚོགས་ལ་ང་དང་སངས་རྒྱས་དེ་ནི་མར་མེ་འོ་དེའི་ངོར་དེ་ནི་ད་མ་འོངས་པ་དེ་ནི་ང་དང་སངས་རྒྱས་ཐུགས་བཅའ་ཞིག་དང་དེ་ནི་ཐུགས་སངས་རྒྱས་ཤ་ཞིག་ང་དང་དེ་ནི་ད་རེ་བ་ཅིག་ཡང་ཐོབ་བ་རྒྱག་ཧ་ལ་ལས།

དེ་ནས་ང་དང་ད་ཆོས་མེད་དེ་ནས་ད་ཕུལ་བཙལ་ན་དེ་ནས་ཨི་ཙོག་ཤི་ག་དེ་ནས་ང་དང་ཟམ་པ་དང་དགོ་ཤ་དེ་ནས་ཨི་ཙོག་ཤི་ག་དེ་ནས་ང་དང་མོ་ལམ་ལྟ་དགོ་ཤ་དེ་ནས་ཨི་ཙོག་ཤི་ག་དེ་ནས་ང་དང་ཕུལ་དགོ་ཤ་དེ་ནས་ཁག་ཆ་འགྲིག་གིན་ནོ་ད་དེ་ཡིན་ནོ་དེ་ནས་ཡང་དེ་ནས་ད་ཡང་དེ་ནས་ཡང་རྟིང་མ་ནས་ཡང་ང་དང་ཡང་ཇ་ལེན་དེ་ནས་ཐུག་གིན་དེ་ནས་ཡང་ངན་ཐུང་མཛེས་མོ་དེ་མོ་དེ་ནས་ལོ་རྒྱུས་རྣམ་ཐར་ཡང་རྒྱ་ལ་རིག་དང་དེ་ནས་ཡང་ཕན་ཐོག་ཆེན་མོ་ཡོད་ག་ནས། དེ་ནས་ལོ་རྒྱུས་རྣམ་ཐར་མང་པོ་ཅིག་དེ་ནས་ང་ཚོ་དེ་ནས་ལག་ས་བཤགས་རྒྱུ་མང་པོ་ཡོད། དེ་ནས་ཉེ་བཞག་དེ་ནས་ཨི་བརྙན་ཐུང་རྒྱུ་དེ་ཚང་མ་དེ་ནས་གཅིག་ག་གཅིག་ག་དེ་ནས་དེ་ནས་སྟ་ན་ཚ་དེ་ནས་ཁོང་ཨ་ཕྱི་ཕལ་ཆེར་དེ་ནས་ཁོང་ཨ་ཕན་ཐོགས་སྲིད་པ་ནོ། དེ་ནས་གལ་ཏེ་ཉེ་བཞག་དེ་ནས་ཡང་བཀྲི་བ་དང་དེ་ཚོ་ཡང་ཡོད་ན་དེ་ནས་ཨི་ཀོ་མེན་ནས་དེ་རྒྱུ་དེ་དེ་ནས་ཉེ་བཞག་བཀྲི་བ་སེལ། དེ་ནས་ཡང་དྲི་བ་མང་པོ་ཡོད་ན་དེ་ནས་ཡང་ཏན་ཏན་དེ་ནས་ཡང་དྲི་བ་ཁོར་ཡིག་བས་དེ་ནས་ཡང་ཉིན་ཐུང་གཅིག་བཅོ་སའི་དྲི་བ་རེ་རེ་ལ་དེ་ནས་ལན་བདེ་མོ་བདེ་མོ་བཅོ་སའི་དེ་ནས་ཡང་རྒྱབ་ཡིན། དེ་ན་ཡིན་དེ་ནས་ཚང་མ་དེ་ནས་དེ་ནས་ད་ཨི་ག་དེ་ནས་ངའི་ཉིན་ཐུང་འདི་ག་ཕེབས་པ་དེ་ནས་མ་ཐུ་རེ་བྱས་བཞུ་ཡིན། དེ་ནས་རྟིང་མ་དེ་ནས་ཡང་ཉིན་ཐུང་སོ་མ་རིག་སྙམ་པོ་མ་ཐུག་ཚོགས་པ་ཉེ་ཆ་སྐྱིད་པོ་དང་བདེ་མོ་དང་དེ་ནས་ཧ་ཧ་ཧི་ཧི་ཟེར་རེ